ཨ་ནི། སྐུ་ངོ་ལ་དེ་ག་ཟེར་གྱི་ཅིག་རྒྱ་ནག་གཞུང་དང་ཕག་ཕྱི་དངུལ་གྱི་འཇོན་ཐང་དང་ནུས་པ་དེ་འདྲ་ཡོད་པ་ཡིན་ན། དུས་དུས། ས་ཡང་བརྒྱུད་པའི་དཔེ་ཆ་དེ་ཁ་ཐུག་རྒྱ་ནག་གཞུང་གཞུང་ཚགས་དེ་འབྲེལ་བ་བྱེད་ན་ཡིན་ན་རེད་ཁ་ཐུག་གཏོང་མ་ཐུབ་ཡ་དེ། གར་བྱས་པ་རེད་དེ་ཆ་ཤས་དེ་འབྲེལ་བ་ཡོད་མ་རེད་དངོས་གནས་བྱས་ན་ཡོད་པས་ན་ཅིག་ང་མི་སྒེར་གཅིག་གི་བཏང་ན་ཅིག་བཏང་ཐུག་བཟང་ཟེར་གྲ་ཞིག་ཡོད་རེད་དེ། དཔེ་ཆ་བཏང་ཡ་ཅིག་རོ་རང་གི་དཔེ་ཆ་བྱེད་པ། དེ།

སོང་བཞག་དོ་བཞི་ཅན་གྱི་མི་སྣ་དེ་འདྲ་ཡོད་པ་ཡིན་ན་མིང་དང་དེ་བསྟན་མི་འདུག་ཨནི་ཐི་ཀོ་ལའི་གཅིག་དོ་བཞི་ཅན་གྱི་མི་སྣ་དེ། གཅིག་ན་གཅིག་རྒྱ་ནག་གཞུང་དང་འབྲེལ་བ་ཡོད་པའི་བཟོ་ར་གཅིག་དང་གཉིས་ན་གཅིག་དོ་རྒྱ་བཟོ་པ་དང་འབྲེལ་བ་ཡོད་པའི་བཟོ་ར་གཅིག་དེ་འདྲ་གྱི་སོང་བཞག་ར་བ་དེ་ཁ་གསལ་དེང་སང་གྱི་མི་འདུག་དེ་ཁ་གསལ་དེང་སང་གྱི་ཡོད་པ་གཅིག་དང།

ལྷད་མེད་པའི་ཐོག་ནས་ནུས་པ་ཞུ་གི་ཡིན། དང་པོ་དེ་ག་རེ་ཞུ་གི་ཡིན་ན་སྐྱབས་རྗེ་ཟངས་མདོག་རིན་པོ་ཆེ་གི་འཁྲུངས་སྐར། ཨ་ནི་ཚོགས་ཁང་དེ་ནང་ལ་ཡང་བཙུགས་མ་ཐུབ་པའི་གི་རྒྱུ་མཚན་ག་རེ་སོང་ཤག་རྒྱུ་མཚན་གཅིག་རང་རེད། ཚོགས་ཁང་དེ་སྐབས་དེ་དུས་རག་གི་མི་འདུག། དགོངས་དག་ཕྱག་མཛོད་བདུན་པ་བར་དོ་སྐབས་དེ་དུས་ཀྱི་ཆོས་ཕྱོགས་ཀྱི་བྱ་བ་འགྲོ་དེ་ཤག། སོང་ཙང་ད་ཆོས་ཕྱོགས་ཀྱི་བྱ་བ་ཞིག་གྲུབ་དགོས་པས་སོང་ཙང་ཆུ་ཚོད་བདུན་པ་ལ་མ་གཏོགས་ཚར་གི་མེད་དུས་ཀང་ལི་ཡ་ཨ་ནི་ཚར་ཚོད་བཞི་བ་ལྔ་བ་ནས་ཕྱི་ཟླ་གྲ་སྒྲིག་ཁོ་རང་ཆུ་ཚོད་ནི་ཞོ་གས་ནི་བྱེད་དགོས་ཀྱི་བ་རེད་འགོ་འཛུགས་ཁོ་རང་ཆུ་ཚོད་དྲུག་པ་ནས་བྱེད་དགོས་ཀྱི་བ་རེད་ཁོ་ཡོང་ཡ་མི་འདུག་ཟླ་བཅས་གོ་སྒྲིག་ཞུ་མཁན་ཚོས་ཀྱི་ཚོགས་ཁང་གཞན་པ་ཤ་སྟག་ཨ་ཁ་སོང་རེད་དེ་ཚོའི་ཐོག་ལི་ཡ་ང་སློབ་སྟོན་པ་འདྲ་བོ་ཅིག་རེད་མ་གཏོགས་ང་ཕ་ཡུལ་གོ་སྒྲིག་ཞུ་མཁན་ན་ཡོག་མ་རེད་ད་དེ་ན་ལི་ཡ

དེ་ག་ཚོད་དཀའ་ལས་བརྒྱབ་ཀྱི་ཐོག་ནས་ཨ་ནི་མི་མང་གི་ཚོགས་ཁང་འདི་ཉོ་ཐུབ་ཡས་ལ་བློ་ཁོག་དང་སྤོབས་པ་ཞིག་ལས་འོར་བ་དེ་ངའི་སྐབས་དུ་ཟོས་བས་ང་དེ་འདྲ་ཟོས་ཡོད་ས་ན་ང་ཤེས་ཁ་དྲུག་མེད་དེ་ཡུལ་ཤེས་ཆོག་ས་ཁྱེད་མི་འདུག་བ། བོད་པའི་སྤྱི་ཚོད་སྤྱི་དོན་ཁ་དོན་དོན་དག་ལས་ཁ་བྱེད་དགོས་པ་མ་གཏོགས་ང་སྒེར་གྱི་དོན་དག་ལས་ཁ་བྱེད་ཡོད་མ་རེད་ངའི་དངུལ་གསར་བ་དེ་ཡང་ང་སྐྱག་མོ་མི་བྱེད་ཀུ་གི་མཚན་དེ་ང་ལ་ཡོད་པ་སོང་ཙང་སྐུ་ཚབ་དོན་གཅོད་ཀྱི་མཚན་གནས་དེ་ང་ལ་ཡོད་པ་སོང་ཙང་མི་མང་གི་ང་ལ་ཡིད་ཆེས་བྱེད་བྱེད་ཨ་ནི Dollar སྲ་ཡར་གཉིས་ལྷག་ཅིག

རེད་པ། ལོ་བཅུའི་དེ་ནང་ལོགས་ལ་ཡང་བོད་གཞུང་གི་དོན་གཅོད་ལས་ཁུངས་ཀྱི་ལོ་རེ་རེ་གི་རྩིས་ཁྲ་དང་བོད་གཞུང་གི་རྩིས་ཞིབ་གཱགཟ་གི་ཁྲ་གོ་ཡོད་མེད་དེ་ད་ང་ཡོངས་གྲགས་རེད། ཨ་ལས་གཞན་པ་བཞག་བྱས་གནམ་གྲུ་ནང་ལ་ཕྱིན་བྱས་གནམ་གྲུ་གི་ལག་ཁྱེར་ཅིག་དེ་ནང་ལ་ཡ་ཁ་སོ་ང་འདི Boarding Pass ཟེར་གི་འདུག་བ Boarding Pass བཅུ་ཡ་མེད་པ་ཡིན་ནའི་གནམ་གྲུའི་གི་ཁ་སོ་འདི་འགྲོ་སོང་འདི་བཀའ་འཁྲོལ་བཏང་གི་མ་རེད་རྩིས་ཞིབ་ལས་ཁུངས་གི་གཱགཟ་དམ་པོ་ཡོད་རེད། འགྲོ་ལ་འབུམ་ཁ་ཤས་ཅིག་དོན་གཅོད་ཀྱི་རྩིས་ཁྲ་ནང་ཡོད་རེད་བེ་བ། དོན་གཅོད་ཀྱི་རྩིས་ཁྲ་ནང་ཡོད་པའི་དེ་བོད་གཞུང་རྩིས་ཞིབ་ལས་ཁུངས་ཀྱི་ད་ལྟ་བར་དུ་དེ་ལས་ཡག་ག་སུ་རེད། རྩོད་གཞི་བཅས་གླེང་མ་དགོས་གནས་སྟངས་ག་རེད། གྲོས་ཚོགས་ནང་ལས་ལོ་སྟོབས་ན་དེ་རིགས་ག་ལས་བཀའ་མོལ་གླེང་མ་དགོས་རྒྱུ་མཚན་ག་རེད། ག་སུ་འདི་ཆ་ཚང་གཙང་མ་གཙང་རྐྱང་ཡོད་པ་ཅིག་དོན་གཅོད་ཀྱི་ཐོག་ནས་དོན་གཅོད་ཀྱི་ལས་ཀ་བྱེད་སྟངས་དེ་ཚོ་ཁྲིམས་དང་མཐུན་པ་ད་ཁྱེད་རང་གསུངས་སོང་ང། ག་རེ་ང་མི་སྒེར་གཅིག་གི་དངུལ་ཕ་གིས་བཏང་ན་འགྲིག་འདུག་བ། དེ་འདྲའི་མི་ཁ་ཤས་བྱུང་སོང་ང་ལབ་ངེས། བློ་བཟང་ངན་གྲགས་ས་ཁྱེད་རང་དངུལ་བཏང་ས་མེད་ན། འགྲོ་ལ་ཁྲི་ལྔ་ང་ལ་སྤྲད་ད་ངེད་ཀྱི་ཕ་གིས་བླ་མ་ཅིག་ཡོད་དེའི་རྒྱུད་ནས་བེད་སྐྱེལ་གུ་དུག་འཇོག་གི་རེད། དེ་འདྲའི་མི་གླ་ངན་ཁ་ཤས་བྱུང་སོང་ངས་ཐུགས་རྗེ་ཆེ་ནའང་ཞུས་པ་ཡིན། ཡིན་ནས་འདི་བོད་གཞུང་གི་སྒྲིག་འཛུགས་ཅིག་རེད་ད།

ཚད་ཐུབ་པའི་ཆེད་དོ། རེ་བ། དོན་གཅོད་ལས་ཁུངས་ཀྱི་ལས་འགན་ག་རེ་ཞུས་པ་ཡིན་ན། དོན་གཅོད་ལས་ཁུངས་ཀྱིས་མང་ཚོགས་ཀྱི་ཞལ་འདེབས་ཚུར་བསྡུས་པ་དེས། སྐྱེ་རྒུ་མདོ་གི་གཞི་བཅུ་བཞིའི་གི་ཉལ་སའི་ཚོགས་པ་ལ་ཏང་གུག་ཡོད་རེད་དེ་སྤྱི་བོ་ཞིག་ང་ཚོ་ལས་འགན་དེ་བོད་ནང་ལ་ཡང་ག་འདྲི་གོ་བཤའ་རྒྱག་གི་ཡོད་རེད་བོད་ནང་ལ་ཡང་ག་རེ་བྱེད་ཀྱི་ཡོད་རེད་ཟེར་ཏེ་དོན་གཅོད་ལས་ཁུངས་ཀྱི་ལས་ཀ་མ་རེད་དོན་གཅོད་ལས་ཁུངས་བྱེད་ཐུབ་ཡག་གོ་རེ་ཡོད་མ་རེད། རེ་བ་དོན་གཅོད་ལས་ཁུངས་བཞག་བྱས། ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་པ་ཡིན་ནའི་བོད་ནང་ལས་དམ་དྲག་ག་ཚོད་བྱེད་དགོས་བ་ལས་སྔོན་སྲོལ་ཐོག་ནས་ཡག་བྱེད་ཐུབ་ཡ་ཡོད་མ་རེད། སོང་ཙང་ང་ཚོས་ཀྱི་ཐོག་མེད་ཀྱི་ལམ་སྟོན་གཉིས་བྱས་བ་རེད་ལམ་སྟོན་དང་པོ་ག་རེ་བྱེད་དགོས་ཟེར་ན། གཞིས་བཅུ་ཆེ་སྐྱེ་རྒུ་མདོག་གི་ཚོགས་ཆུང་ནང་ལ་ཡ་ཡོད་ངེས་ཚོད་ལས་ཁྱེད་རང་ཚོས་དངུལ་གང་བྱེད་རྒྱ་གར་ནང་ལ་ཆས་རོགས་བྱས། ང་ཚོས་ཨ་མི་རི་ཀ་ནང་དངུལ་ག་རེ་ཡོད་པ་དེ་ཡོངས་རྫོགས་ཕར་ཁྱེད་རང་ཚོར་བཏང་གི་ཡིན་ཨ་ནི་ཁྱེད་རང་ཚོས་འགྲོ་སོང་ག་རེ་བཏང་མ་བཏང་དེ། སྐྱེ་རྒུ་མདོ་ཁྱེད་རང་ཚོའི་མི་རེད་སོ་སོའི་ཕ་ཡུལ་ནང་ལ་ཡང་ཨ་ནི་བྱུང་རྐྱེན་བྱུང་བ་རེད་སོ་སོ་ཁྱེད་རང་ཚོ་རང་གིས་ཨ་ནི་ད་ལས་འཆར་བསྟན་དགོས་རེད་ཟེར་ཞུས་པ་རེད་ཡིན་ན་ཁོང་ཚོའི་གི་དངུལ་དེ་རྒྱ་གར་ལ་བཏང་མ་ཡོང་རེད་ཅེས། ང་ཚོས་བལ་རྒྱ་ནག་གཞུང་ཚབ་ནས་ཨ་ནི་བཀའ་འཁྲོལ་ཞུས་རྗེས་རིམ་པས་ཨ་ནི་བལ་སྐྱེ་རྒུ་མདོ་ཕར་འགྲོ་རྩིས་ཡོད། ཕ་གི་ལས་ཀླད་པ་དང་ཨ་ནི་དངུལ་ཁང་ག་བ་ལ་བཏང་དགོས་ཀྱི་ཡོད་མེད་ག་དུས་བཏང་དགོས་ཀྱི་ཡོད་མེད་ཆ་ཚང་ང་ཚོས་ལབ་ཀྱི་ཡིན་སོགས་ནས་གསུངས་སོང། དེ་ཚང་མ་ཡིག་ཐོག་ལ་ཡོད་རེད། དེ་སྲིད་དུས་གང་ལ་ཡང་ང་ཚོས་ག་རེ་བྱས་པ་རེད། ད་ཁོ་ཚོས་བོད་ཀླད་པ་རེད་བོད་ཀླད་ཅེས་ཨ་ནི་དངུལ་ཕར་བཏང་ཞུ་སྲིད་དུས་གང་ལ་ཡང་དོན་གཅོད་ལས་ཁུངས་དངུལ་བཏང་ཐུབ་ཡ་ཁོ་རང་ཡོད་མ་རེད། རེད་པ། དེ་ཡང་རྒྱ་ནག་གི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མིང་ཅིག་བཏགས་རྗེས་དེ་གི་དངུལ་ཁང་ཚེ་ཚང་སླེབས། ད་ང་ཚོས་ཐབས་ཤེས་ག་རེ་ཞུ་ཐུབ་པ་ཡིན་ན་བོད་ནང་ལས་བྲལ་ང། གཞུང་འབྲེལ་མ་ཡིན་པའི་ཚོགས་པ་གི་ལས་ཀ་བྱེད་མྱོང་ཡིན་སུ་སུ་འདུག། མ་གཅིག་འདུག། Tibetan Village། ཁ་སོ་རེད Project། Colorado ཡོད་པ་ཁོ་རང་ཚོ་འདུག་ནམ་རྒྱུན་ཕྱག་ལས་གནང་ཡོད་འདུག་ཁོ་ཚོ་ལ་འབྲེལ་བ་ཞུས་པའི་སྐབས་ཁོ་ཚོ་སུ་གང་གི་ཡོང་གི་མ་རེད་གསུང་གི་འདུག་ད་མཐའ་མ་དེ་ང་ཚོ Bridge Fund ལ་འབྲེལ་བ་ཞུས་པ་རེད Bridge Fund དེ་དུས་བོད་ནང་ལས་ཕྱག་ལས་ཞེ་དྲག་གནང་གི་ཡོད་རེད།

བྱུང་འཛིན་ཡོད་རེད། དེ་ག་ནས་ཤེས་སྐྱེ་རྒུ་དང་ས་ཡོམ་ཚོགས་འཛུགས་ཀྱི་དངུལ་ཆ་ཚང་འབྱོར་སོང་ཟབ་ཅིང་ང་ཚོར་ཡིག་ཐོག་ཡོད་རེད། འབྱོར་སོང་ལབ་པ་ཙམ་དུ་མ་ཟད་བས་ཀྱི་ཁོ་རང་ཚོའི་དངུལ་ཆ་ཚང་ཞིག་འགྲོ་སོང་ག་འདྲས་བཏང་ཡོད་མེད་རེད་རེད་བྱས་རྗེས། དེ་བཟོས་བཞག་ཁ་སོ་རེད། ལས་བསྡོམས་ཀྱི་བཟོས་བཞག། ལས་བསྡོམས་འདི་ཁོ་རང་ཚོས་བྱིའུ་དམ་ས་ཚུར་སླེད་ཅིང་ས་གོས་གསེར་བྲག་བྱས་རྗེས་སྐུ་སྒེར་ཡིག་ཚང་ལ་ཕུལ། བཀའ་ཤག་ལ་ཕུལ། གྲོས་ཚོགས་ལ་ཕུལ། མི་མང་ཚང་མ་ལ་ཕུལ། རེད་བ། ད་དེ་སྲིད་དུས། དངུལ་སྤྲད་ངེས་ཀྱི་ང་ཚོས་དེ་ནས་དངུལ་ཡོངས་རྫོགས་བཏང་པ་འདི་ཁོ་ཚོས་གི་འཇོག་སོང་ས་ཞེས་ངོས་ལེན་བྱས་པ་རེད། འཇོག་ནི་ཁོ་རང་ཚོས་གི་འགྲོ་སོང་ག་རེ་བཏང་ཡོད་པའི་ཡོངས་རྫོགས་ཅིག་ཨ་ནི་བས་ད། སྐྱབས་མགོན་མི་ཆེན་དབུས་བས་གི་ཨ་ནི་བོད་གཞུང་གི་ད་སྒྲིག་འཛུགས་མཐོ་ཤོས་གཉིས་ལས་ཕུལ་བ་ད་མང་ཚོགས་ལ་ཕུལ་བ་དེའི་གི་ད་ལ་དག་གི་མེད་པ་ཡིན་ན། ངས་གོང་དུ་ཞུ་ནའི་ཤི་རེད་ད་གང་ལྟར་རེད་ངས་ཁྱེད་རང་གཉིས་དཀྲོག་ཐུབ་གི་མ་རེད། རེད་བ། དེ། གནད་དོན་འདི་ཅི་རེད་བསམ་གི་འདུག། ད་དེའི་སྐྱོན་བརྗོད་བྱེད་མཁན་དེ་དང་པོ་དེ་བ་མང་པོ་འདུག་ཞུ་ངས་གསལ་བཤད་བྱེད་པའི་སྐབས་ལ་ཞུ་བ་ཉུང་ཕྱིན་སོང། མི་མང་པོ་གཅིག་གིས་ད་བློ་སེང་ཡིན་ན་ཁྱེད་རང་གསལ་བཤད་བྱས་ཡས་བྱས་སོང་དཔེ་དམའ་སེ་ཡག་པོ་བྱས་སོང་ཟེར། ད་དེ་ནང་ལ་མི་གཅིག་གཉིས་ཤེས་མཁན་ཡོད་པས་ཡིན་ན་སེམས་ཁྲལ་མ་བྱེད་ཨ་ས་ཁོང་ཚོས་བཤད་བསྡད་ཀྱི་རེད་ས་བརྒྱུད་ནས་མི་ཚེ་རིང་ག་ལ་ཡ། ག་ཚད་མོ་ག་ཚད་གསལ་བཤད་བྱེད་པ་ནས་ཉན་གྱི་མ་སོང་འདི་གསུངས་ཡས་ཡོང་གི་འདུག་སོང་ཙང་ངས་དེ་ག་རང་ག་ལ་གནས་སྟངས་བྱས་སོང་གི། དེ་དང་ཁྱེད་རང་གིས་དྲི་བ་གསུམ་པ་འདི་ངེད་ཀྱིས་དོགས་པ་ཡོད་ས་ནས་བཤད་གསུངས་སོ་བཤད་པ་ཡིན། བཤད་དགོས་པའི་རྒྱུ་མཚན་ཡོད། དྲི་བ། གསལ་བཤད་ག་ཚད་བྱས་པ་ཡིན་ནའི་ལམ་མ་ཐག་པ་བཅས་མི་མང་གི་མདུན་ལ་དངོས་སུ་དོན་བྱས། དྲི་བ། ཨ་ནི། ཧ་ལ་མ་སོང་བོད་གཞུང་དོན་གཅོད་ལས་ཁུངས་ཀྱི་སྐྱག་མོ་བཅས་སྐུ་ཚབ་ཀྱིས་ཨ་ནི་བལ་མ་བིན་བཤད་བསྡད་པ། དེ་འདྲས་བཤད་པ་རེད། དེ་འདྲས་བཤད་དུས་གང་ལས་ང་ཡི་དོགས་པ་ཇི་ལྟར་བྱུང། ཞུ་གི་ཨེ། ངས་མིའི་མིང་བཏོན་གི་མེད་བཏོན་དགོས་པའི་རྒྱུ་མཚན་མི་འདུག་ཡིན་ནའི་རྒྱ་གར་ཨ་མི་རི་ཀའི་གཞུང་གི་ས་བོན་ལས་ཁུངས་ཀྱི་ཐོག་ནས་པར་ཁེ་བཅས་དོན་གཅོད་ལས་ཁུངས་ནང་ནས་མི་རེ་ངོ་ཤེས་ཀྱི་ཡོད་པའི་གཟིགས་འདུག་ག་གེར་གཟིགས་དུས་གང་ལས་རྒྱ་ནག་གཞུང་ཚབ་ནང་ཞུ་བ་ཞིག་འགྲོ་གི་འདུག་ཟེར་བ། ད་དེ་གཟིགས་དུས་གང་ལ་ག་རེ་ཞུ་དགོས་ཞུས་པ་ཡིན་ན་ཉེ་བའི་ཆར་ལས FBI གི་ཇུས་སུའང་བོད་པ་གཅིག་ད་ནི་དེ་འདྲས་ཁ་ཤས་ཤིག་ཡོད་རེད་དཱ།